ཨོ། བཀྲ་ཤིས་བདེ་ལེགས། དེ་རིང་ང་ཚོས་རྒྱལ་སྲས་ལག་ལེན་གསོལ་སྟོན་མའི་སློབ་ཚན་གྱི་སློབ་ཐུན་ཉེར་དགུ་པ། རྩ་བའི་ཞོ་ལོ་ཀ་ཉེར་དགུ་པ། བཟོད་པ་སྒོམ་པ། ཡང་ན། བཟོད་པའི་ཕར་ཕྱིན་གྱི་ཉམས་ལེན་ལ་ལྷག་པ། ཨོ། འདིའི་སྐོར་ལ་ང་ཚོས་འགྲེལ་བཤད་མདོར་བསྡུས་སུ་སྦྱར་བ་ཡིན། ད་འདིའི་རྩ་ཚིག་ཡིན་ན། དགེ་བའི་ལོངས་སྤྱོད་འདོད་པའི་སྐྱ་སེར་ལ། གནོད་བྱེད་ཐམས་ཅད་རིན་ཆེན་གཏེར་དང་མཚུངས། དེ་ཕྱིར་ཀུན་ལ་ཤེས་འདྲིས་མེད་པ་ཡིས། བཟོད་པ་སྒོམ་པ་སྐྱ་སེར་ལག་ལེན་ཡིན། འོ་དེ་གསུངས་པ་རེད། ཨེ་ནས། ད་རྩ་ཚིག་འདིའི་བརྗོད་བྱ་དོན་དག་རྡོག་རྡོག་དེ་ཕར་ཕྱིན། དྲུག་གི་ནང་ཚན། དེ་ནི་བཟོད་པའི་ཕར་ཕྱིན་གྱི་ཉམས་ལེན་ལ་ལྷབ་ཚུལ་ཟེར། འོ་ད་དེ་རེད། ད་དེ་ག་འདྲས་གསུངས་པ་རེད་ལབ་ན་ཨེ་ནི། དགེ་བ། ཐམས་ཅད་མཁྱེན་པའི་གོ་འཕང་དང། ས་བཅུ། ལམ་ལྔ་ལ་སོགས་པ། ཨེ་ནི་དགེ་བ་མཆོག་ཏུ་གྱུར་བ་དེ་གཟོད་ཨེ་ནི་ཐོབ་པར་འདོད་མཁན་གྱི་རྒྱལ་པའི་སྲས་པོ། ཨེ་ནི་རྒྱལ་སྲས་ལབ་ན་བྱང་ཆུབ་སེམས་དཔའ་ལབ་ཀྱི་ཡོད་རེད་ཨེ་ནི་དེ་འདྲས་ཀྱི་རྒྱལ་པོའི་སྲས་པོ་རྣམས་ལ། ཨེ་ནས་གནོད་བྱེད་ཐམས་ཅད་རིན་ཆེན་གཏེར་དང་མཚུངས། ཐེག་པ་ཆེན་པོ་ཆོས་ཉམས་ལེན་བྱེད་མཁན་གྱི་རྒྱལ་བའི་སྲས་པོ་བྱང་ཆུབ་སེམས་དཔའ་རྣམས་ལ་གནོད་པ་བྱེད་མཁན་གཅིག་བྱུང་བ་ཡིན་ན། ཨེ་ནས་ཁོ་རང་ཚོའི་སེམས་ལ་རྒྱལ་སྲས་བྱང་ཆུབ་སེམས་དཔའ་རྣམས་ཀྱི་སེམས་ལ་གནོད་པ་བྱེད་མཁན་འདི་དཔལ་རིན་པོ་ཆེ་རྣམ་པ་སྣ་ཚོགས་ཀྱི་ཨེ་ནས་གཏེར་ཆེན་པོ་ཆོས་རྙེད་པ་དང་མཚུངས་པ་རེད། ག་རེ་བྱས་ནས་བསད་པ་ཡིན་ན། ཨེ་ནས་ཕར་ཕྱིན། དཀྲུག་ཉམས་ལེན་བྱེད་ན་འདྲ་ཡང་ན་བཟོད་པ་ཉམས་ལེན་བྱེད་པ་ཡིན་ན། བཟོད་པ་སྒོམ་ས་གི་ཡུལ་གཅིག་དགོས་ཀྱི་ཡོད་པ་རེད་བཟོད་པ་སྒོམ་ས་གི་ཡུལ་གཅིག་མེད་པ་ཡིན་ན་རང་ཉིད་ཀྱི་སེམས་འབྱུང་བ། བཟོད་པ་གི་སེམས་དེ་ཡ་སྦྱངས་ནས་ཚད་མཐོན་པོ་ཅིག་ལ་སླེབས་ཐུབ་ཀྱི་ཡོད་མ་རེད། ཡིན་ཙང། ཨ་ནི་བཟོད་པ་སྒོམ་སའི་ཡུལ་དེ་ལ་གནོད་བྱེད་ཟེར་གྱི་ཡོད་རེད། ང་ཚོས་བཟོད་པ་སྒོམ་པ་དེ། དེ་ནི་ཤེད་དྭངས་མེད་པར་བཟོ་བ་ཁོང་ཁྲོ་མེད་པར་བཟོ་བ་དེ་བཟོ་བ་སྒོམ་གི་ཡོད་རེད་བ། ཡིན་ཙང་གནོད་བྱེད་ཅིག་མེད་ན་ཤེད་དྭངས་ལང་གི་ཡོད་མ་རེད་ཁོང་ཁྲོ་ལང་གི་ཡོད་མ་རེད་བ། ཡིན་ཙང་གནོད་བྱེད་ཅིག་བྱུང་བ་ཡིན་ན་ད་གཟོད་ཤེད་དྭངས་གི་འགོ་མ་གནོན་ཡ་དང་ཁོང་ཁྲོ་གི་འགོ་མ་མ་གནོན་ཡ་རེད་ཨ་ནི་གོ་སྐབས་འོ་དེ་སླེབས་ཡོང་གི་ཡོད་པ་རེད་ཡིན་ཙང། ཨ་ནི། དགེ་བའི་ལོངས་སྤྱོད་འདོད་པའི་རྒྱལ་བའི་སྲས་པོ་བྱང་ཆུབ་སེམས་དཔའ་རྣམས་ལ་གནོད་པ་བྱེད་མཁན་ཅིག་བྱུང་ན། ནས་གནོད་པ་བྱེད་མཁན་དེ་རིན་པོ་ཆེ་སྟེར་རྙེད་པ་དང་མཚུངས་པ་རེད། རིན་པོ་ཆེ་སྟེར་རྙེད་པ་དང་འདྲ་པོ་དེ་འདྲའི་གི་དགའ་བ་ཆེན་པོ་སྐྱེ་གི་རེད། ང་ཚོ་རྒྱུ་ནོར་ལོངས་སྤྱོད་འདོད་མཁན་གི་མི་གཅིག་ལ་ནས་རིན་པོ་ཆེ་རྣམ་པ་སྣ་ཚོགས་གི་སྟེར་ཅིག་རྙེད་པ་ཡིན་ན་ཧ་ཅང་གི་ནས་དགའ་སྤྲོ་ཆེན་པོ་སྐྱེ་གི་རེད་བ། དེ་ནང་བཞིན་ནས་གནོད་བྱེད་ཅིག་ལ་ཐུག་པ་ཡིན་ན་རྒྱལ་སྲིད་བྱང་ཆུབ་སེམས་དཔའ་རྣམས་ཀྱང། ཨ་ནི་དགའ་བ་སྐྱེ་གི་རེད། རྒྱུ་མཚན་དེའི་ཕྱིར། ཨ་ནི་ང་རང་ཚོ་རྒྱ་ཆེ་བྱང་ཆེར་ཟིན་པའི་ལམ་གྱི་ཨེ་ནི་ཉམས་ལེན་འདི་ལ་སློབ་གི་ཡིན་ཟེར་མཁན་གྱི་མི་གཅིག་ཡིན་པ་ཡིན་ན། ཨ་ནི་འགྲོ་བ་སེམས་ཅན་ཐམས་ཅད་ལ་རང་གི་དགྲ་ཡིན་ན་གྲོགས་ཡིན་ན་མི་སྲིད་འདྲ་ཞིག་ཡིན་ན་ཡང་དེ་ལ་ཤེས་འདྲིས་མེད་པ། དེ་ལ་འཁོན་སེམས་མེད་པ། ཤེས་འདྲིས་ལབ་ན་འཁོན་སེམས་ལབ་གི་རང་འཁོན་སེམས་ལབ་ན་ཨ་ནི་འདི་ང་ལ་གནོད་པ་ཅིག་བྱས་སོང་བསམ་ནས་ཨ་ནི་པའི་སེམས་ལ་ཁུངས་དྲོ་འདྲ་བོ་ཅིག་མ་བཅངས་བསྡད་པ། དེ་ལ་ཤིང་དྲི་ཟེར་གྱི། ཨོ་རྟེན་འདྲ་བའི་འཁོན་སེམས་མེད་པའི་སྒང་ནས། ཨ་ནི་མི་ཐམས་ཅད་ལ་བཟོད་པ་སྒོམ་པ་སྟེ། རྒྱལ་སྲིད་བྱང་ཆུབ་སེམས་དཔའ་རྣམས་ཀྱི་ཉམས་ལེན་ཡིན། ལག་ལེན་ཡིན། ཨོ་དེ་འདྲ་ཅིག་གསུངས་པ་རེད། ཨ་ནི་རྩ་ཚིག་གི་ནང་དུ་མདོར་བསྡུས་ན། དེ་འདྲ་ཅིག་རེད། ཐུགས་རྗེ་ཆེ་ཞུ་རྒྱུ་ཡིན།